ང་རང་ཚོ་དུས་རྒྱུན་སྔགས་ཀྱི་ཉམས་ལེན་བྱེད་མཁན་ཚོ་སྔགས་ཀྱི་རྒྱུན་འཇུག་ཡིན་ཟེར་གི་ཡོད་རེད་བ། སྔགས་ཀྱི་རྒྱུན་འཇུག་པ་ཡིན་ནམ་མིན་པ་ཡིན་ན། ད་ནས་ཅི་ད་ག་ཚོད་ཅིག་ནས་ཡང་འཕགས་པ་སྤྱན་རས་གཟིགས་ལ་སོགས་པ་དང་ཡི་དམ་ལྷ་བའི་ལྷ་དེ་ཚོ་ད་ཅིག་གི་ད་ལྟ་ང་རང་ཚོ་མར་བེ་གི་མ་ལུག་གི་རྒྱུད་སྡེ་ཉམས་ལེན་བྱེད་མཁན་དེ་ཚོ་རེད་པ་ཡིན་ན་ད་མ་ཧ་མ་ཡ་དང་འཁོར་ལོ་བདེ་མཆོག་རྒྱལ་བ་རྡོ་རྗེ་ལ་སོགས་པ་དང་རྡོ་རྗེ་ཕག་མོ་ལ་སོགས་པ་དེ་ཚོ་ཉམས་ལེན་བྱེད་ཀྱི་ཡོད་རེད་དེ་བྱེད་པའི་སྐབས་སུ་ལ་ཅི་ག་ཚོད་ལྷ་ཡི་ཐང་ག་དེ་མ་འགྲིག་དེ་ག་འདྲ་བོ་སྐུ་དེ་མ་འགྲིག་དེ་ག་འདྲ་བོ་ཅིག་གི་དེ་འདྲ་གི་རྣམ་བཞག་མ་ཡིན་པ། དེ་ཉམས་ལེན་བྱེད་པའི་སྐབས་སུ་ལ་དངོས་གཞིའི་སྒྲུབ་མཆོད་ཚོགས་པ་ཡིན་ན་རེད། ད་སྒྲུབ་མཆོད་ཚོགས་ཡོན་དུ་བསྙེན་སྒྲུབ་ཡན་ལག་ཤེས་ཀྱི་ཐོག་ནས་ཉམས་ལེན་བྱེད་དགོས་ཡ། ད་ནི་སོ་སོའི་ཐུན་གྱི་ཉམས་ལེན་བྱས་ཡོང་པའི་སྐབས་སུ་ལ་རྒྱུན་ཁྱེར་ཅིག་དེ་རྟག་པར་དགོས་ཀྱི་ཡོད་པ་རེད་འདུག་བ། དེ་ང་ཚོ་རྒྱུན་ཁྱེར་འདོད་མཁན་ཕ་ཆེ་དཀོན་པོ་རེད་བ། དཀོན་པོ་རེད་ང་ཚོ་དུས་ཆེན་དེ་ནས། བདག་ནས་སྐྱེ་བ་ཐམས་ཅད་དུ་ཀམ་ཚང་འདྲ་བོ་ཡིན་ན་བདག་ནས་སྐྱེ་བ་ཐམས་ཅད་དུ་བླ་མ་མི་ཆོས་རྡོ་རྗེ་དང་ཡི་རམ་རྡོ་རྗེ་རྣལ་འབྱོར་མ་ཆོས་སྐྱོང་རྡོ་རྗེ་བེ་ཆེན་སོགས་ནམ་ཡང་གཡེང་མེད་གོ་འཕང་ཤོག་ཟེར་མོ་རྣམས་རྒྱག་གི་ཡོད་རེད་བ། ཡིན་ན་ཡང་བླ་མ་མི་ཆོས་རྡོ་རྗེ་དྲན་མཁན་ཡོད་མ་རེད།

འོན་དེ་རེད། བླ་མ་མི་ཆོས་དང་ཡི་དམ་དུ་ཡང་བསྟན་ནས་ཆོས་སྐྱོང་རྡོ་རྗེ་བེ་ཅན་དེ་སོགས་ཀ་དེ་ལྟ་ཁུངས་ཆོས་ཙམ་མ་ཚོལ་ཅི་རེད། དུས་ཚོད་ཡོད་པའི་སྐབས་སུ་ལ་ཁམས་ཡིག་མ་བལྟས་མགོ་གང་ཚང་མ་ཚང་ཅིག་འདོན་གི་རེད་དུས་ཚོད་མེད་པའི་སྐབས་སུ་ག་རེ་ཟེར་གི་འདུག་ཟེར་ན་མ་དག་མ་ཅིག་འདོན་བཞག་ན་འགྲིག་གི་རེད་ཟེར་དེ་ཐག་བཅད་མཁན་ཁོ་རང་ཚོ་རེད་ད་ཡ་ནི་མ་བླ་མེད་ཀྱི་མ་དག་མ་འདོན་ན་འགྲིག་གི་རེད་ཟེར་གསུངས་ཡོད་མ་རེད་འདུག་ག་ད་དེ་ཡང་འགྲིག་གི་མི་འདུག་ཟེར་གྱི་ནས་དེང་སང་ཡང་ད་ཡང་གསར་པ་ཅིག་སླེབས་འདུག་ག་ཁམས་ཡིག་མ་བསྡུས་པ་ཟེར་ཡ་ཅིག་འོ་དེ་འདྲ་ཅིག་སླེབས་ཏག་བྱེད་དུས་བྱེད་དུས་ལ་དུས་སང་ཉིན་ཉི་མ་ཅིག་ལ་ག་ལ་འདུག་ཟེར་ན་ཨོམ་ཤི་རི་མ་ཀ་ལ་ཟེར་ན་འགྲིག་གི་རེད་ཟེར་ཡ་དུས་ཚོད་ཅིག་ག་སླེབས་གི་རེད། དུས་ཚོད་མེད་ན། དེ་དེ་ཚོ་དེ་འདྲ་ཞིག་ཆགས་ཡོང་དུས་ང་ཚོ་རེ་བ་དེ་ག་རེ་བཟོ་ན་བྱིན་རླབས་ཀྱི་རྩ་བ་བླ་མ་རེད། དངོས་གྲུབ་ཀྱི་རྩ་བ་ཡི་དམ་རེད། དང་འཕྲིན་ལས་ཀྱི་རྩ་བ་ཆོས་སྐྱོང་རེད་སྔགས་ཀྱི་བཀའ་སྲོལ་ལ་ཐུན་མོང་མ་ཡིན་པ་ཅིག་ང་ཚོ་ཉམས་ལེན་དེ་དགོས་ཀྱི་ཡོད་རེད་རྩ་བ་གསུམ་ཟེར་ཡག་དེ་ཁྱད་པར་ཅན་ཅིག་དང་ཞེ་དྲག་གལ་ཆེན་པོ་རེད་དེ་ཡིན་ན་ཡང་ང་ཚོ་དེའི་རྒྱུན་ཕྱིར་དེ་འདོན་ཐུབ་ཀྱི་མི་འདུག་ག་དེ་རང་ཕར་རྒྱབ་ད་ཚང་མ་ཞུ་གི་མེད་ཡིན་དུས་དཀའ་ལས་ཁ་པོ་རེད། ཨོ་དེ་འདྲ་ཞིག་རེད། ཨོ་དེ་འདྲ་ཡིན་དུས་གཅིག་གི་བླ་མེད་ཀྱི་བླ་སྒྲུབ་འདོན་ཡག། ཡི་དམ་གྱི་ལྷ་ཡི་རྒྱུན་ཆེན་འདོན་ཡག། ད་ག་ནང་བཞིན་གྱི་དགོང་མོ་ཆོས་འབྱུང་སྒྲུབ་ཡག་རེད་འདུག་ག་ཆོས་འབྱུང་ནང་ཡར་གཏོར་སོག་ཀ་སོག་ཀ་འདོན་ནས་ཞག་གཅིག་གི་ཟས་ཞིམ་གཙང་སྲས་ཆུང་དང་གཏོར་མ་གཏོར་མ་དེ་ཚོ་ཕུད་དགོས་རེད་དེ་ཡང་འདོན་གྱི་མི་འདུག་འདོན་གྱི་ཡོད་མ་རེད་ད་ཨོ་དེ་འདྲ་ཞིག་ཆགས་ཡོང་དུས་དེ་ང་ཚོའི་རྩ་བ་གསུམ་གྱི་ཡོན་ཏན་དེ་རང་གི་རྒྱུད་ལ་ཐོབ་ཡག་དེ་དཀའ་ལས་ཁ་པོ་རེད་འདུག་ག། འོ་དེ་ཚོ་ཞེ་དྲག་གལ་ཆེན་པོ་རེད་ད་དབང་ནས་ཞུ་ཁྲོ་ཁྲོ་བྱེད་ཀྱི་ཡོད་རེད་ང་ཚོ་ཡི་དམ་གྱི་ལྷ་ཡི་དབང་ལྡེམ་ཆོག་གི་དབང་ཕག་མོའི་དབང་རྗེ་ཐོའི་དབང་ཅིག་དབང་ཅིག་འདུག་ཟེར་འདུག་ད་བུམ་པ་གནམ་ནས་ལྕགས་ཚད་ཚང་མ་མགོ་ལ་ཡག་དེ་འོ་དེ་ན་མགོ་དེ་གཅིག་ཡིན་གཅིག་མིན་གྱི་མཛོད་ཨི་ཐོས་མི་ཐུབ་ལྟ་གི་ཡོད་རེད་བ། དེ་རེད་དབང་ཟེར་དུས་བསམ་པ་ཞེ་དྲག་དགའ་པོ་ཡོད་རེད་ཚང་མ་རེད་འདུག་བ། ཡིན་ན་ཡང་དབང་དེ་ཐོབ་ནས་ཨ་ནི་དམ་ཚིག་དེ་ཁས་ལེན་མཁན་དེ་དཀའ་ལས་ཁ་པོ་རེད་འདུག་བ། དམ་ཚིག་དེ་ང་ཚོ་སྲོག་གི་ཆེད་ཡང་བཏང་གི་མེད་ཟེར་ལབ་ཀྱི་ཡོད་རེད་བ། བླ་མ་ཡིན་ན་འདྲ་ཡི་དམ་ཡིན་ན་འདྲ་ཆོས་སྐྱོང་ཡིན་ན་འདྲ། དེ་ནས། བསྙེན་སྒྲུབ་རྣམས་ཀྱི་རྟེན་ཐུགས་འདི་ཉིད་དུ་དག་ཅིང་དཀྱིལ་འཁོར་བདག་པོར་འགྲུབ་པར་མཛོད་ཟེར་ང་ཚོ་ད་ལྟ་རྡོ་རྗེ་ཕུར་པའི་གའི་བསྙེན་དམིགས་ཐོག་ལ་སླེབས་ཡོང་དུས་དེ་ཤེས་ཀྱི་ཡོད་པ་རེད་འདུག་བ། བསྙེན་སྒྲུབ་རྣམས་ཀྱི་རྟེན་ཐུགས་འདི་ཉིད་དུ་དག་ཅིང་དཀྱིལ་འཁོར་བདག་པོར་འགྲུབ་པར་མཛོད་ཟེར་དུས་བསྙེན་པ། བསྙེན་བསྙེན་སྒྲུབ་པ། སྒྲུབ་ཆེན་བྱས་ཏེ་མཐར་མ་ཕྱིན་གྱི་བར་དུ་ངའི་ཕྱིར་བློས་བཏང་གི་མེད་ཟེར་གྱི་ཡོད་རེད་བ། ད་དེ་ཚོ་ཕར་བཞག་ཞོག་བསྙེན་སྒྲུབ་རྣམས་ཤེས་ད། ཀ་ལི་ཧ་བ་འདུག་གོ་དེ་འདྲའི་ལ་བསམ་བློ་བཏང་ཡོང་དུས་ང་ཚོ་གསང་སྔགས་པའི་རྗེས་འཇུག་ཡིན་ཟེར་ན་ཡང་ངོ་ཚ་ཡ་ཅིག་རེད་འདུག་ག་ངོ་ཚ་ཡ་ཅིག་རེད་ད་ག་གཏན་ཚིགས་ལ་མ་གནས་པ་རེད་བླ་མ་གན་དགུ་འདོན་ནས་དབང་ཞུས་ནས་དེ་རིང་ནས་བཟུང་སྟེ་ངས་ཉམས་ལེན་བྱེད་ཀྱི་ཡིན་ད་ནི་ཟེར་དུ་ཏིག་ཤི་ད་དེ་ཁ་འདོན་དགེ་སྦྱོར་ཙམ་ཞིག་བྱེད་མ་ཐུབ་ན་ལུས་ལྷ་ང་ང་སེམས་ཆོས་ཉིད་ཡིན་སྙམ་པ་མཉམ་ཡིན་སྙམ་པ་གཉིས་ཀྱི་གནས་ཚུལ་སེལ་ཡ་དེ་ཀ་ལི་ཧ་བ་རེད་ད་དེ་དྲན་གྱི་མེད་པ་དེ་ཁམས་པ་སྐད་དུ་མ་གསུངས་ན་སྐད་འབའ་བཞག་ཆོག་རེད་བ་འོ་དུང་ཟེར་འོ་དེ་འདྲ་རེད་འོ་དེ་ཡིན་དུས་བརྩམས་པ་ལ་ད་ང་ཚོ། གཅིག་གིས་དུས་ཚོད་འདི་འདྲ་གཅིག་གི་ཐོག་ལ་འགག་ལ་སླེབས་ཡོང་དུས་དང་པོ་སོ་སོ་སུ་ཡིན་པ་གཅིག་ཤེས་དགོས་ཡ། དེ་ནས་སོ་བྱང་སྔགས་ཀྱི་རིམ་པ་ཐམས་ཅད་ལ་ཡང་འཇུག་ཡོང་དུས་དེ་གི་འཇུག་སྟངས་དེ་ཚོ་དེ་གོ་རིམ་མ་ནོར་བ་ཚིག་ཉིད་མ་ནོར་བ་ལམ་མ་ནོར་བ་ཐབས་མ་ནོར་བ་བཅས་ཀྱི་ཐོག་ནས་འགྲོ་དགོས་ཀྱི་ཡོད་པ་གང་དང་གང་ཁས་བླངས་པ་དེ་རང་གིས་སྲུང་དགོས་ཀྱི་ཡོད་པ། དེ་སྲུང་དགོས་ཡ་དེ་སོ་བྱང་སྔགས་ཀྱི་དམ་ཚིག་དེ་ཚོ་སྲུང་དགོས་ཡ་དེ་ཡང་དེ་ག་ཚེ་ཅི་ནས་མ་འཐུས་གཞན་དུ་སྲུང་བསྡད་ཡ་འདྲ་པོ་དང་ཡེ་ནས་མ་བཀའ་གནང་ནས་བཀའ་མ་ཆོག་ནས་སྲུང་བསྡད་པ་ལྟ་བུ་མ་ཡིན་པ་ཁ་ཚང་ཞུས་པ་ལྟ་དུ་རེད་ང་ཚོ་ཤེས་ནས་དད་པ་ཐོབ་པའི་ཐོག་ནས་རྣམ་དཔྱོད་ཀྱི་ཤེས་རབ་ཀྱི་རྟགས་ཤིང་སྤྱད་ནས། སྔ་མ་སྔ་མ་དེ་ཕྱི་མ་ཕྱི་མ་ལ་ལྟོས་དགོས་ཀྱི་ཡོད་པ་དེའི་ཕྱི་མ་དེ་ཡང་དེའི་ཕྱི་མ་ལ་ཡར་ལྡོག་ཤིག་བྱས་ནས་ལྟོས་དགོས་ཀྱི་ཡོད་པ་དེ་ལ་བརྟེན་ནས་ད་མདོར་ན། ཇོ་བོ་བཀའ་ཐར་པའི་གསུང་བ་ནང་བཞིན་གྱི་ཚིག་གི་སྡེ་སྣོད་གསུམ་དང་བསླབ་པ་གསུམ་གྱི་ཉམས་ལེན་དེ་གཅིག་གིས་གཅིག་ལ་འགའ་དར་མ་སོང་བར་བསྟན་པ་ཐམས་ཅད་འགའ་མེད་དུ་ཆོས་སྐུའི་གཅིག་གི་འོག་ལ་ཡང་འུབ་སེ་བསྡུས་ནས་ཉམས་ལེན་ཆེར་བཤད་ན་དེ་ལ་ཡང་གར་སིག་གར་སིག་ན་དེ་ནི་རྣལ་འབྱོར་པ་ཟེར་གྱི་རེད་ཉམས་ལེན་པ་ཟེར་གྱི་རེད་ཞེས་ནས་ཐ་སྙད་དེ་འདྲ་གཅིག་བཀའ་གདམས་པའི་ཡོད་གསུང་བ་དེ་ཉན་ཐོས་ཙམ་དུ་མ་ཟད་རང་སངས་རྒྱས་ཀྱི་སྐབས་སུ་མ་ཟད་བྱང་ཆུབ་སེམས་ཀྱི་གནས་སྐབས་སྐབས་སུ་མ་ཟད་གསང་སྔགས་ཀྱི་སྐབས་སུ་ཡིན་ན་འདྲ་མདོར་ན་མདོ་སྔགས་ཀྱི་ཆོས་ཚུལ་ཐམས་ཅད་ལ་ཁུངས་གཅིག་གིས་བསྒྲིགས་ནས་འགྲོ་དགོས་ཀྱི་ཡོད་རེད་བ་དེ་འདྲ་ཡིན་དུས་ང་རང་ཚོ་ཅིག་གསོ་དགའ་འདོད་ཡ་དང་ཅིག་ཅིག་གིས་ཡི་དམ་གྱི་དབང་ཞུ་ཚར་ནས་ཡི་དམ་གྱི་ལྷག་པའི་ལྷ་ཡི་བསྙེན་སྒྲུབ་བྱེད་ཡ་དེ་ཚོ་འདྲ་ཞེ་དྲག་གལ་ཆེན་པོ་རེད་འདུག། དེ་གལ་ཆེན་པོ་རེད་དེང་སང་ཁ་ཤས་ཀྱིས་འདོན་དགོས་མ་རེད་ཟེར་མཁན་མང་པོ་ཡོད་རེད་ཕྱི་རྒྱལ་དེ་བ་ལ་ཡ་མཁན་པོ་ཡིན་ན་འདྲ་བླ་མ་ཡིན་ན་འདྲ་མང་པོ་ཅིག་གིས་ཁ་འདོན་འདོན་དགོས་མ་རེད་དུས་ཚོད་མེད་ན་སྟོང་ཉིད་སྒོམ་ན་འགྲིག་གི་རེད་ཅེས་ནས་དེ་འདྲའི་གསུང་མཁན་མང་པོ་འདུག་ངས་ཐོས་སོང་དེ་འདྲ་ཡིན་དུས་དེ་ཚོ་འདྲ་སྟེ་ངས་རྟག་པར་ཟེར་གྱི་ཡོད་ལོག་པའི་བཤེས་གཉེན་རེད་ཟེར་གྱི་ཡོད། འོ་དེ་ལོག་པའི་ཤེས་ཉིད་ག་རེ་བསམ་ན། སྔོན་གྱི་བླ་མ་ཚོ་གིས་ཡང་བསྟན་པ་ཐམས་ཅད་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་བཤད་ཡོང་དུས་དང་པོ་ནས་འདུག་ཟེར་ནས་གདིང་ཞིག་གིས་ཉམས་ལེན་ནས་བྱས་དེ་ནས་ཡར་ཡར་ཡར་ཡར་འགྲོ་ནས་ཉམས་ལེན་བྱེད་དགོས་ཀྱི་རེད། ལྷག་པར་དུ་བསྟན་ནས་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་ལ་སླེབས་ཡོང་དུས་བརྩམས་པ་ལ་བརྟེན་ནས་དབང་ཞུ་དགོས་པ། དབང་གིས་ཐམས་ཅད་བསྲུང་དགོས་པ། དབང་ཐོབ་པའི་གི་ཕན་ཡོན་མ་ཐོབ་པའི་ཉེས་དམིགས་དབང་དེ་ཐོབ་ཚར་ནས་དེ་གི་དམ་ཚིག་བསྲུངས་པའི་ཕན་ཡོན་མ་བསྲུངས་པའི་ཉེས་དམིགས་ལ་སོགས་པའི་གི་དེ་ནི་དབང་གི་ཡོན་ཏན་ཕྲ་རགས་དེ་ཐོབ་པའི་དམ་ཚིག་ཕྲ་རགས་དེ་ཚུལ་དྲན་ཏེ་སོ་སོ་ཉམས་ལེན་བྱས་ན་ཚེ་འདི་ལ་ཡང་སྐྱེ་བ་ཕྱི་མ་ལ་རེ་མ་གོ་བར་ཚེ་འདི་ཉིད་ལ་ཡང་གྲོགས་ཐུབ་པའི་གི་ཡོན་ཏན་དེ་ཚུལ་དྲན་དེ་ནི་ནི་ཤེས་དེ་གི་འདུག་བ་དེ་ཡང་དུ་དབང་ཞུ་དབང་མ་ཞུ་ཟེར་ཡ་དེ་འགྲེལ་བཤད་མེད་པར་དེ་ག་ཚོད་དབང་མ་ཞུ་ཟེར་ན། ཕ་ཆེ་ངས་འདི་རེ་ཟེར་ལྟ་བའི་སྐབས་སོ་སོའི་དབང་གི་ལག་ལེན་མ་བྱས་ཡོང་དུས་ཕ་ཆེ་དབང་མ་ཞུ་ཟེར་བ་མིན་འགྲོ་བསམ་ནས་ང་ཐེ་ཚོམ་ཅི་ཡ་ཟ་གི་འདུག་ཆོལ་ཁ་ཆོས་ཆོས་འདོན་དགོས་མ་རེད་ཟེར་ཡ་དུས་སོ་སོའི་ཆོལ་ཁ་ཆོས་ཆོས་ཀྱི་ལག་ལེན་དེ་མ་བྱས་ཡོང་དུས་བདག་ཅེས་པ་བུམ་པ་ཅེས་པ་མདུན་ཅེས་པ་ལ་སོགས་པ་དང་རྒྱུད་དུས་གོང་འོག་གི་ལག་ལེན་དེ་ཚོ་སོ་སོ་མ་བྱས་ཡོང་དུས་ད་ནི་སོ་སོས་ཤེས་ཀྱི་མེད་ཟེར་ཡ་དུས་ལབ་མ་ནུས་བ་བྱེད་ཡིན་ན་ཡང་དེ་འདོན་དགོས་མ་རེད་ཆོལ་ཁ་ཕྱག་ལེན་ཟེར་ཡ་དེ་སྐོར་ཟ་ཡ་རེད། རེད་འདུག་ག། སྦྱིན་བདག་ལ་མགོ་སྐོར་བཏང་ཡ་རེད། དཔེ་ཆ་ཟ་ཡ་རེད་ཅེས་ནས། འོ་དེ་འདྲ་བཤད་དེ་ངས་མང་པོ་ཡོད་རེད། དེ་ཚོའི་གྲས་ལ་ལོག་པའི་བཤེས་གཉེན་ཟིག་ཡོད་རེད། རེད་འདུག་ག། དེ་ཞིག་ཡོད་མ་རེད། སོ་སོ་མ་ཤེས་ན་མ་ཤེས་པ་རེད། དེ་ནས་དེ་ངས་ཤེས་ཀྱི་མེད་ཟེར་ཤེས་ས་ཅི་ལ་ལབ་ཟེར་ན་འགྲིག་གི་རེད་བ། དེ་འདྲ་ཡིན་དུས་རང་གི་རྒྱུད་ཚོད་གང་ཡིན་པ་དེ་ཚང་མ་སེམས་ཅན་གཞན་གྱི་རྒྱུད་ཚོད་ཚང་མ་གཅིག་པ་རེད་ཟེར་ན་དེ་ཡོང་གི་མ་རེད་བ། འོ་དེ་འདྲ་ལ་བསམ་བློ་བཏང་ཡོད་དུས་ཅིག་གིས་དེ་ཚོའི་གི་དབྱེ་བ་ཕྱེ་ཐུབ་ཡ་དེ། རེད་འདུག་ག། འོ་དེ་ཚོ་གལ་ཆེན་པོ་རེད་འདུག་དེ་ཚོ་ཞེ་དྲག་གལ་ཆེན་པོ་རེད། མདོ་སྡེ་པའི་ནང་ལ་ཡང་རིན་ཆེན་ཆོས་སྐྱང་དཀོན་ལ་རྟག་ཏུ་ཚེ་དབང་མང་ཞེས་ཚིག་འདི་དེ་ནས་ཡོང་གི་ཡོད་རེད་ད། མདོ་སྡེ་པའི་ནང་ལ་རིན་ཆེན་ཆོས་སྐྱང་དཀོན་ལ་ཟེར་བའི་སྐབས་སུ་སངས་རྒྱས་ཀྱིས་གསུངས་པའི་ཀའི་མདོ་སྔགས་ཀྱི་ཆོས་དེ་ཚོ་བྲིས་ཏེ་ཐོས་པ་བསམ་པ་བསྒོམ་པ་དེ་དཀའ་ལས་ཁག་པོ་རེད། ག་སྲིད་མཐོང་ཐོས་ཀྱི་སྤྱོད་ཡུལ་དུ་གྱུར་ནས་ཉམས་སུ་ལེན་པ་ཡིན་ན་ཡང་རིན་ཆེན་ཆོས་སྐྱང་རྟག་ཏུ་ཚེ་དབང་མང་ཟེར་ཡ་དེ་ད་ཕྱི་ནང་གཞན་གསུམ་ལ་ཡང་བར་ཆད་མང་པོ་ཡོད་རེད་ཆོས་བགྲོད་པ་ལ། ཡོད་འདུག་ག་ཆོས་སྒྲུབ་པ་ལ་བར་ཆད་བྱེད་མཁན་མང་པོ་ཡོད་རེད། དངོས་སུ་གནོད་པ་དང་བསམ་པ་དང་སྦྱོར་བ་རྣག་པོ་བྱེད་མཁན་ཡོད་རེད་རྒྱུད་འདི་བསམ་སྦྱོར་རྣག་པོ་བྱེད་མཁན་མང་པོ་ཞིག་ཡོད་རེད་དེ་འདྲ་ཡིན་དུས་སོ་སོ་བློ་རྨོངས་ལྐུགས་པ་ཆགས་གང་ཡང་མ་ཤེས་གཅེས་པ་ལ་མ་ཞུགས་ན་གཞན་གྱི་མགོ་སྐོར་འོག་ལ་ཚུད་ཀྱི་རེད་ད་དེ་འདྲ་མ་ཡིན་པར་རྣམ་དཔྱོད་ཀྱི་ཤེས་རབ་ཀྱི་སྟེང་བྱས་ནས་ད་ནི་གཅིག་གི་ཡིན་མིན་གྱི་རྣམ་གཞག་དེ་དབྱེ་བ་ཕྱེ་ནས་རྒྱུ་མཚན་བཤད་དེ་འཇུག་ཐུབ་ན་ད་ནི་གཞན་གྱི་མགོ་སྐོར་འོག་ལ་ཚུད་དགོས་ཡ་མི་འདུག་ག། ཐར་པ་ཐམས་ཅད་ཤེས་པའི་གོ་འཕང་ཐོབ་ཡོད་དེ། རང་གི་རྣམ་དཔྱོད་ཀྱི་ཤེས་རབ་ཀྱི་ཉམས་ལེན་གྱི་སྟེང་ནས་འགྲོ་དགོས་ཀྱི་རེད་མ་གཏོགས་གཞན་གྱིས། ནི། ཉག་སྟོང་གང་ལས་གསུམ་བྱས་ནས་ཕག་ཕག་ཁྲིག་ཁྲིག་ཁྲིག་ཟུར་ན་ཐམས་ཅད་ཤེས་པའི་གོ་འཕང་འགྲོ་ཡ་ཡོད་མ་རེད་དེ་འདྲ་ཡིན་དུས། གསང་སྔགས་ཀྱི་ཉམས་ལེན་པ་ཚོས། ད་ང་ཚོ་ཚང་མ་རེད་བ། དབང་ཤུགས་ཚང་མཁན་ཀྱང་ཀྱང་རེད་རེད་འདུག་བ། དབང་ཤུགས་ཚང་མཁན་ཀྱང་ཀྱང་རེད་ད་དབང་དགོས་མ་རེད་ཟེར་ནས་བཤད་མཁན་དེ། གང་ཟག་བྱེ་བྲག་པ་རེད། ཁོ་རང་ལ་ཡང་ད་རྒྱུ་མཚན་གཅིག་ཡོད་སྲིད་ཀྱི་རེད། ཆེ་ས་ཆེ་ཡག་ས་སྙན་པ་སྙན་པ་ས་བྱས་ནས་ཞུས་ན་དགོས་པ་དགོངས་གཞི་རེད་བ། དགོངས་པ་དགོས་གཞི་དངོས་ལ་གནོད་བྱེད་ཡོད་སྲིད་ཀྱི་རེད། སྡུག་ས་བྱས་ནས་ཞུས་པ་ཡིན་ན་རང་གིས་ལག་ལེན་མ་ཤེས། གོམས་སྟངས་སྐྱེལ་སྟངས་མ་ཤེས། ལྟ་ནུས་གཅིག་གི་ཆགས་ཤེས་ཁྲིད་འགྲུབ་དེ་ཚོ་མ་ཤེས་ཡོང་དུས་དེ་གི་ད་ནི་གཞན་ལ་མགོ་སྒུར་མཁན་ཡོང་སྲིད་ཀྱི་རེད་མགོ་མ་རེད་ཟེར་མཁན། དེ་ཡང་རང་འུ་ཐུག་ཏུ་ཡང་དེ་འདོན་བསྡད་མཁན་མང་པོ་འདུག་བ། རེད་འདུག་བ། མགོ་མ་རེད་ཟེར་མཁན་དེ་ཚོ་དྲེགས་ཀྱི་ཡང་འུ་ཐུག་ཡོང་དུས་ཡང་འདོན་བསྡད་མཁན་དེ་འདྲ་ཡོད་རེད། རེད་འདུག་གོ། དེ་ཚོས་ཁུངས་ཆོད་ཀྱི་མི་འདུག་གོ། དེ་ཁུངས་མ་ཆོད་ཡ་རྩ་བ་ག་རེད་བསམ་ན་སོ་སོ་གི་དཔེ་ཁོ་དང་ལམ་གྱི་རིམ་པ་དེ་ཚོ་འབྲེལ་ལ་ཡ་ཡག་པོ་ཅི་མཇུག་མ་ཤེས་ཡོང་དུས་ད་ཁུངས་ཆོད་ཡ་ཡོག་མ་རེད། འོ་དེ་འདྲའི་ལ་བསམ་བློ་བཏང་ནས་ད་ལྟ་ངས་ཞུ་དགོས་ཡ་རྒྱུ་མཚན་དེ་སྔགས་དང་འབྲེལ་བའི་སྐབས་སུ་ལ་ཡ་དམ་ཚིག་ཕྲ་རགས་མང་པོ་ཅིག་ཡོད་པའི་ནང་ནས་ཐུན་མོང་གི་རྒྱུད་སྡེ་གོང་མ་ཐམས་ཅད་ཀྱི་ཉམས་ལེན་དེ་རང་གི་ལུས་རྟག་ཏུ་ལྷ་ལ་སྒོམ་དགོས་ཡ། ལས་འདུ་བ། དེས་མ་འོངས་པ་ལ་ལུས་དག་པ། ལ་ནི་རྩ་དག་པ་སྐུ་ཡི་དཀྱིལ་འཁོར་ལ་འཇུ་བའི་གེ་སར་བོན་ཐེབས་ཐུག་གི་ཡོད་པ། ང། སྔགས་དེ། ངག་དེ། ཐ་མལ་པའི་གེ་རྣ་གཅོད་ཀྱི་དབང་དུ་མ་སོང་བ། ངག་གི་རྣ་བ་ཉུང་ཚེ་ཆད། ལ་ནི་ཁ་དོན། གཅིག་གིས་སྐུ་གསུང་ཐུགས་ཀྱི་ཡོན་ཏན་བརྗོད་ཡ། དེ་བཞིན་གཤེགས་པ་ཐམས་ཅད་ཀྱི་མཚན་སྔགས་བསགས་ཡ། འོ་དེ་འདྲ་ཞིག་བྱེད་ཀྱི་ཡིན་ན་མ་འོངས་པ་ལ་ཡ། ལ་ནི། རླུང་དག་པ་གསུང་གི་དཀྱིལ་འཁོར་ལ་འཇུག་པའི་ས་བོན་ཐེབས་པ་རེད། འོ། ཡིད་ཀྱི་དྲན་ཐོ་ཐམས་ཅད་འདི་ཐ་མ་པ་ལ་མ་ཤོར་བ་བྱས་ནས། འདི་ནས་རྟག་ཏུ་བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་ནང་དུ་བསྡོམས་ཐུབ་ན་དེ་ཡི་ནང་དུ་བཅུག་ཐུབ་ན། མ་འོངས་པ་ལ། དེ་ནི་ཐིག་ལེ་དག་པ་ཐུགས་ཀྱི་དཀྱིལ་འཁོར་ལ་འཇུག་པའི་ས་བོན་ཐེབས་ཀྱི་རེད། རེད་འདུག་ག་དེ་ལ་བརྟེན་ནས་འཁོར་ལོ་སྡོམ་པ་དེ་ལ་ཡང་འཁོར་ལོ་དྲ་བ་སྡོམ་པ། བདེ་མཆོག་ལ་ཡང་འཁོར་ལོ་དྲ་བ་སྡོམ་པ་ཟེར་ཡ་དེ་ད་དྲ་བ་སྡོམ་ཟེར་ཡ་དེ་སྡོམ་ཡ་དེ། སྡོམ་བྱེད་དེ་ག་རེ་ཟེར་ན་ད་ལྟ་དེ་འདྲ་བོའི་གེགས་གཉུག་མའི་ལུས་ཀྱི་ཡོན་ཏན་མངོན་དུ་མ་གྱུར་ད་ལྟ་གོང་དུ་བཤད་པའི་གེགས་སེམས་ཀྱི་སེམས་དངོས་པོའི་གནས་ལུགས་མངོན་དུ་མ་གྱུར། ཡན་ལག་ལུས་དངོས་པོའི་གནས་ལུགས་མངོན་དུ་མ་གྱུར་པས་ཨེ་དང་བའམ་གྱི་ཡོན་ཏན་དེ་ནི་གཅིག་གཉུག་མའི་ལུས་སུ་མངོན་དུ་འགྲུབ་མ་ཐུབ་པའི་བར་དུ་དེའི་འགྲུབ་བྱེད་ལ་ད་ལྟ་ཐ་མ་གཅིག་ལུས་ངག་ཡིད་གསུམ་གྱི་ད་ནི་མ་དག་པའི་གི་འཁྲུལ་འཁྱམས་དེའི་ཚུལ། ད་ནི་གཉེན་པོ་དང་རྩོལ་བའི་གི་ཐོག་ནས་ག་ཚུལ་ཅིག་ལས་དང་པོ་པ་གི་ད་ནི་ཅིག་གི་ཚུལ་སྡོམ་ཐོབ་ན་དེ་གི་ནང་ལ་ཚུལ་བསྒྱུར་ཐུབ་ན་ཨ་ནས་མ་འོངས་པ་ལ་ཡང་དག་པ་ལྷ་ཡི་དཀྱིལ་འཁོར་རེད་འདུག་ག་བཟླས་པའི་རྣལ་འབྱོར་དཀྱིལ་འཁོར་གྱི་རྣལ་འབྱོར་ལྷ་ཡི་རྣལ་འབྱོར་ཟེར་བཤད་ཡོད་ད་ནི་ཐ་མ་དེ་ལ་ཡང་སྣང་གྲགས་རིག་གསུམ་ལྷ་སྔགས་ཆོས་སྐུ་ངང་སྐུ་དང་ཡེ་ཤེས་རོལ་པ་འབྱམས་ཀླས་པའི་ཟབ་གསང་རྣལ་འབྱོར་ཆེན་པོ་ཟེར་ཏེ་རྣལ་འབྱོར་ཆེན་པོའི་ཉམས་མེད་ན་དེ་ནི་དེ་དུས་སླེབས་ཐུབ་ཡག་གི་རྐྱེན་དེ་ད་ལྟ་ནས་ཡོང་དགོས་ཀྱི་ཡོད་རེད། ཡོད་འདུག་བ། དེ་ཡོང་དགོས་ཀྱི་ཡོད་རེད་ད་དེ་ཚོ་རེད་རེད་འདུག་ཟེར་བཤད་ནས་ང་ཚོ་བསམ་བློ་བཏང་ཐུབ་ན། དེ་ནས་སྔགས་ཀྱི་ད་སི་ཏུ་བསམ་པ་བཞི་བོ་གཅིག་གི་མཐོང་པོར་ད་གཅིག་གི་རྒྱ་ཆེན་པོ་ད་གཅིག་མགོ་མ་ཚོས་བསྡད་ཡ་གཅིག་གི་ནི་ཟུ་གཅིག་གང་ཡང་མ་རེད་རེད་འདུག་བ་ང་ཚོ་གོ་བདེ་བོ་གཅིག་དང་གཅིག་གོ་བརྡ་འཕྲོད་ཡ་གཅིག་གཅིག་གིས་གཅིག་ལས་ཡ་རེད་བ་ང་ཚོ་དཔེ་ཤེས་ཤེས་ཟེར་བའི་སྐབས་སུ་ལི་ཡ་ཁྲག་པོ་གཅིག་སྔོན་མ་ཡིན་ན་དེ་འདྲ་ཟིག་རོ་དེ་དཔེ་ཁྲག་པོ་གཅིག་ད་དཔེ་གོ་མ་བདེ་བ་བཤད་པ་ན་དེ་མཁས་པ་ལ་བརྩིས་ཀྱི་ཡོད་རེད་བ། འདི་མཁས་པ་མ་རེད་བླུན་པོ་ཞིག་རེད། དེ་ཡིན་དུས་ང་ཚོ་གོ་བརྡ་འཕྲོད་དགོས་རུང། གོ་བརྡ་འཕྲོད་ཡ་དེ་ཡང་བསམ་པ་བཟང་པོའི་གི་ཐོག་ནས་ཅིག་གིས་སོ་སོའི་གཏེར་གཏེར་སུ་གོ་མྱོང་བ་དེ་གཞན་ལ་ཕར་བཤད་ཡ། སོ་སོའི་གཏེར་གཏེར་སུ་ཧ་གོ་བ་དེ་གཞན་ལ་ཕར་བཤད་ཡ། དེ་ཡང་རྫུན་དང་གཡོ་སྒྱུ་དང་ཅིག་གིས་ལོག་པའི་བསམ་པའི་ཐོག་ནས་བཤད་པ་མ་ཡིན་པར་ལྷག་པའི་བསམ་པའི་ཐོག་ནས་བཤད་ཡ་དེ་གསང་སྔགས་ཀྱི་དམ་ཚིག་ནང་ན་ཡོད་ཡོད་པ་རེད། ལྷའི་བུ། དེ་འདྲ་ཡིན་དུས་ཚིག་གི་མཐུ་དང་རྣམ་པར་ཀུན་ཏུ་ང་ཚོ་བླ་མེད་ཀྱི་དབང་བསྐུར་ཞུ། ཡི་དམ་གྱི་ལྷ་ཡི་དབང་བསྐུར་ཞུ། ཆོས་སྐྱོང་སྲུང་མས་ཀྱི་དབང་བསྐུར་ཞུས་ནས་ལུས་དང་རྣམ་པ་ཀུན་ཏུ་ཞོག་ཁའི་ཡར་ལངས་ནས་དང་པོ་བླ་མའི་རྣལ་འབྱོར་འདོན་ཡ། དེ་ནས་དེ་ཡི་རྗེས་སུ་ལ་ཡི་དམ་ལྷ་ཡི་བསྐྱེད་བཟླས་ས་རྒྱུ། དགོང་མོའི་ཆ་ལ་ཡང་སྲོག་ཁ་འདོན་ཡ་ལ་སོགས་པ་དེ་ཚོ་འདྲི་དེ་བྱེ་བྲག་གལ་ཆེན་པོ་རེད་མ་གཏོགས་དེ་འགྲིག་གི་མ་རེད་ཁྲིམས་མ་རེད་ལུགས་སྲོལ་མ་རེད་སྒྲིག་ལམ་མ་རེད་རེད་མ་རེད་བ་དེ་ཙམ་ནས་མ་རེད་དེ་ཚོ་འདྲི་དེ་ཁོ་གང་ཟག་གཅིག་འཚང་རྒྱ་བ་ལ་རྒྱ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པའི་གུང་སྒྲིག་བྱེད་ནས་ཟེར་བའི་སྔ་མ་སྔ་མ་ཕྱི་མ་ཕྱི་མ་དང་འབྲེལ་བསྡད་པ་དེ་ཡང་དེ་ཡིས་ཕྱི་མ་ཕྱི་མ་ལ་ཡང་འདུག་ཟེར་འབྲེལ་ནས་མདོར་ན། ངས་དུས་ཆེན་ཁ་སང་དཔེ་ཞུ་གི་ཡོད། དགེ་ཚུལ་ཀ་རུ་པའི་ཀ་རིག་ལ་ལྔ་བཅུ་ནང་ལ་ཡ་བླ་མ་གནས་པའི་རྒྱན་མགོ་ལས་ལ་ལག་པས་ཐག་ཅིག་བརྡུང་བར་བྱ་ནང་ཞུགས་གུས་པས་བླ་མ་ལ་ཁམས་བདེ་མི་བདེ་ལགས་སོ་དྲིས་ཟིན་གྱི་ཡོད་རེད་བ་ཀ་རིག་གའི་ནང་ལ་ཡ་འོ་དེ་ཡང་ཉམས་ལེན་རེད་དཱ། དེ་ཉམས་ལེན་རེད་མ་གཏོགས་དཀའ་རི་དཀའ་གི་ཁྲིམས་མ་རེད་ཟེར་གྱི་ཡོད། དེ་ཉམས་ལེན་རེད། བླ་མའི་སྒོ་ལས་ཡར་འགྲོ་ཞེས་ནས་འཛུགས་སྐུལ་གྱི་སྒོ་རྡུང་དགོས་བ། དེ་ནས་ནང་དུ་འགྲོ། རང་གི་བླ་མ་ལས་ཡར་སྐུ་ཁམས་བདེའམ་ཞེས་ཞུ་ཡག་བྱེད་རོགས་དེ་ཚོ་ཡང་ཉམས་ལེན་ནང་དུ་འགྲོ་ཐུབ་དགོས་ཡོད་རེད། དེ་མ་གཏོགས་དེ་སྒྲིག་ལམ་འདྲ་པོ་གཅིག་དང་གཅིག་གིས་བྱེད་དགོས་པ་དང་མ་བྱེད་རང་བྱེད་འདྲ་པོ་དེ་འདྲ་མ་རེད། དེ་ནས་འགོ་བཙུགས་ནས་དེ་ནས་གཉིས་མེད་དུས་ཀྱི་འཁོར་ལོ་གྱི་བར་དོ་ལས་ཡར་ཕྱིན་ནང་ཞེན་གསུམ་གྱི་རྣམ་གཞག་དེ་ཚོ་གི་བར་དོ་ལ། ཉམས་ལེན་དེ་གཅིག་གིས་གཅིག་ལ་འགའ་ལྟར་མ་སོང་བར་ཉམས་ལེན་བྱེད་ཐུབ་ན། དེ་དེ་ཉམས་སུ་ལེན་ནས་དེ་ཡི་བསྟན་པ་མཐར་ཕྱིན་མཁན་དེ་ལ་ཡང་དེ་གསུམ་ལྡན་རྡོ་རྗེ་འཛིན་པ་ཟེར་གྱི་ཡོད་རེད། འོ་དེ་ཞུ་གི་ཡོད། འོ་ད་དེ་དེ་འདྲ་སྡོམ་འདྲ་བོ་དེ་དེ་ཡིན།